དགུ་བཅུ་གོ་གསུམ། བོད་མིའི་གོམས་གཤིས་དང་འགན་བཞེས་ཤུལ་བརྙན། ང་ཚོར་མཐོང་རྒྱ་ཐོས་རྒྱའི་ཤེས་ཡོན་ཡོད་པ་གཅིག་པུས་མི་འགྲིག། ང་ཚོའི་མི་ཐོག་རྒན་པ་འདི་དག་ལ་དེང་དུས་ཀྱི་ཤེས་ཡོན་དང་མཐོང་རྒྱ་ཐོས་རྒྱ་དེ་ཙམ་མེད་ན་ཡང། དེ་སྔ་བོད་ནང་ཕ་མེས་ནས་བརྒྱུད་པའི་གོམས་གཤིས་འབུ་སྲིན་ཞིག་མཐོང་ནའང་སྙིང་རྗེ་ཟེར་བ་དང། ཉམ་ཐག་པའི་སྲོག་ཆགས་གང་འདྲ་ཞིག་མཐོང་ན་ཡང་དེ་ལ་རོགས་ཕན་བྱེད་རྒྱུ་དང། ཕན་འདོགས་རྒྱུའི་བསམ་བློ་ཞིག་རང་བཞིན་གྱིས་བོད་པའི་སྤྱི་ཚོགས་ནང་ལ་ཡོད། མ་གཞི་བོད་པའི་ནང་མི་གསོད་མཁན་སོགས་གང་བྱུང་བྱེད་མཁན་ཡོང་གི་རེད། སྤྱི་ཡོངས་ཀྱི་ཆ་ནས་བོད་པའི་སྤྱི་ཚོགས་འདི་གཞན་དང་མི་འདྲ་བར་བྱམས་སྙིང་རྗེ་ལྡན་པའི་སྤྱི་ཚོགས་ཤིག་ཡིན། དེ་འདྲའི་བཟང་པོའི་ཡོན་ཏན་འདི་དག་མི་ལ་དགོས་མཁོ་ཡོད་པ་དང་མི་ལ་ཕན་ཐོགས་ཡོད་པ་ཞིག་རེད། དེང་སང་འཛམ་བུ་གླིང་འདིའི་སྒང་ལ་བྱམས་བརྩེ་ལྡན་པའི་སྤྱི་ཚོགས་ཀྱི་འཕོངས་ནས་བསྡད་པའི་སྐབས་འདིར། ང་རང་ཚོར་དེ་ལྟ་བུའི་གོམས་གཤིས་བཟང་པོ་ཞིག་སྔར་མེད་གསར་འཛུགས་ཀྱི་འབད་རྩོལ་བྱེད་མི་དགོས་པར་སྔར་ཕ་མེས་ཀྱི་དུས་ནས་རང་ཆས་སུ་ཡོད་པ་འདི་ངོ་ཤེས་པ་བྱས་ནས་བདག་པོ་རྒྱག་རྒྱུ་ཤིན་ཏུ་གལ་ཆེན་པོ་རེད། དེས་ན་རྒན་པ་ཚོས་སྤྱིར་བཏང་ཕན་སེམས་བྱེད་སྟངས་དང་ངོ་ཚ་ཁྲེལ་ཡོད་བྱེད་སྟངས། རྒྱལ་གཞོན་བརྩི་བཀུར་བྱེད་སྟངས། བག་མེད་ཀྱི་སྤྱོད་ངན་སྤོང་ཐབས་དེ་རིགས། རྒན་པ་ཚོར་རང་ཉིད་ཀྱི་མིག་དཔེ་མཚོན་ཐུབ་པ་ཞིག་བྱས་པའི་ཐོག་ནས་གཞོན་སྐྱེས་ཚོར་ལམ་སྟོན་དང་ངོ་སྤྲོད་བྱེད་དགོས་པ་དང། གཞོན་པ་ཚོས་ཀྱང་ང་ཚོའི་ཕ་མེས་དུས་ནས་ཡ་རབས་སྤྱོད་བཟང་གི་ལྟ་སྤྱོད་ཡོད་པ་འདི་དག་ཁྱད་དུ་འཕགས་པའི་ཁྱད་ནོར་ཡིན་པ་ངོ་ཤེས་པ་དང། སེམས་ལ་ངེས་པ་བྱས་ཏེ་འདི་ཚོར་དང་དོད་བྱེད་དགོས། འཕྲལ་སེལ་གྱི་ཁེ་ཕན་ཕྲན་བུའི་དོན་དུ་མ་རབས་ཧམ་འཛུལ་བྱས་ན་ཡག་པོ་རྩ་བ་ནས་མེད། དུས་རྒྱུན་དུ་ཡ་རབས་དང་ངོ་ཚ་ཁྲེལ་ཡོད་དྲང་པོ་དྲང་བཞག་བྱེད་རྒྱུ་འདི་དག་རང་གི་སྲོག་ནང་བཞིན་གལ་ཆེན་པོ་ལ་བརྩིས་ཏེ་ཚང་མས་དོ་སྣང་བྱེད་རོགས་གནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བདུན་ཟླ་བ་བཅུ་གཉིས་པའི་ཚེས་དགུ་ཉིན་སེ་ར་ཆོས་སྒར་དུ་སེར་སྐྱ་མང་ཚོགས་ལ་སྩལ་བའི་བཀའ་སློབ། དགུ་བཅུ་དགུ་བཞི། ཡར་ཐོན་གྱི་རྒྱལ་ཁབ་དང་བཟང་སྤྱོད་ཀྱི་དཀའ་ངལ། ངོས་ནས་རྒྱུན་དུ་འདི་ལྟར་ཞུས་ཀྱི་ཡོད། འཛམ་གླིང་ཕྱི་ལོགས་ལའང་འདི་རང་ཞུས་ཀྱི་ཡོད། གང་ཡིན་ཟེར་ན། དེང་སང་དངོས་ཡོད་གནས་ཚུལ་ལ་དངོས་པོ་ཡར་རྒྱས་དང་ཤེས་ཡོན་ཡར་རྒྱས་ཆེན་པོ་ཕྱིན་པའི་ལུང་པའི་ནང་ལ། ཡ་རབས་བཟང་སྤྱོད་ཀྱིས་ཕོངས་པའི་དཀའ་ངལ་འཕྲད་ཀྱི་ཡོད། མིས་མི་ལ་བསམ་བློའི་ནང་ནས་སྙིང་ཉེ་བའི་བརྩེ་བ་དང་ཡིད་ཆེས་བརླགས་ཏེ། གཅིག་གིས་གཅིག་ལ་དོགས་པ་བྱས་ནས་སྡོད་དགོས་པ་དང། རང་བཞིན་གྱི་བསམ་བློའི་ནང་ལ་རང་ཉིད་གྲོང་མི་གཅིག་པུའི་འདུ་ཤེས་ལྟ་བུ་སླེབས་ཤིང། དེ་ལྟ་བུའི་ཐོག་ནས་འབྱོར་ལྡན་ཕྱུག་པོ་རྣམས་ཀྱང་བསམ་བློ་བག་མི་ཕེབས། མ་སྐྱིད་པ། དབུགས་རིང་བཏང་ནས་སྡོད་མཁན་མང་པོ་ཞིག་ཡོང་གི་འདུག་མི་གཞན་དག་ལ་དེ་ལྟ་བུའི་དཀའ་ངལ་འཕྲད་ཀྱི་ཡོད་པ་ང་ཚོས་མཐོང་སྐབས། ང་རང་ཚོར་ཕ་མེས་ཀྱི་དུས་ནས་བཟང་པོའི་ཡོན་ཏན་ཞིག་ཡོད་པ་འདི་དག་དངོས་གནས་རིན་ཐང་ཆེན་པོ་ཡིན་པ་སླར་ཡང་ཡིད་ཆེས་རྙེད་པ་ཞིག་ཡོང་གི་འདུག། འདི་ཧ་ཅང་རྩ་བ་ཆེན་པོ་ཡིན། བོད་པའི་གཤིས་ཀ་བཟང་པོ་དང་ཡ་རབས་ཡོང་བའི་རྩ་བ་ང་རང་ཚོའི་ཤ་ཁྲག་གི་ནང་ལ་དམིགས་བསལ་གྱི་ཆ་རྐྱེན་ཞིག་ཡོད་པའི་ཐོག་ནས་བྱུང་བ་མིན་པར། སོ་སོའི་གོམས་གཤིས་དང་རིག་གཞུང་གི་ཐོག་ནས་བྱུང་བ་གསལ་པོ་ཡིན། རྒྱ་གར་འཕགས་པའི་ཡུལ་ནས་བོད་གངས་ཅན་ལྗོངས་ལ་ནང་པ་སངས་རྒྱས་པའི་ཆོས་རིམ་པས་དར་ཁྱབ་བྱུང་ཞིང། བོད་རང་ཉིད་ཀྱི་མཁས་པ་དང་གྲུབ་པའི་དབང་ཕྱུག་མང་པོ་ཞིག་གིས་བརྟག་དཔྱད་དང་ཉམས་བཞེས་མང་དུ་བྱས་ཏེ་ཉམས་སུ་བླངས། རྒྱུད་ཐོག་ལ་སྦྱར། དེ་ལྟ་བུའི་ཐོག་ནས་གཏན་ལ་ཕབ་པའི་ལེགས་བཤད་ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆ་ཚང་བའི་ཆོས་ཚུལ་འདི་དག་ཧ་ལས་པའི་རྩ་བ་ཆེན་པོ་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བདུན་ཟླ་བ་བཅུ་གཉིས་པའི་ཚེས་དགུ་ཉིན་སེ་ར་ཆོས་སྒར་དུ་སེར་སྐྱ་མང་ཚོགས་ལ་སྩལ་བའི་བཀའ་སློབ། དགུ་བཅུ་གོ་ལྔ། ཉམ་ཐག་ལ་རོགས་མགོན་དང་སྨན་ལ་བརྩེ་སེམས། ཁྱེད་རང་ཚོ་ཚང་མ་འཆམ་པོ་བྱས་གཅིག་ལ་དཀའ་ངལ་འཕྲད་ན་གཅིག་གིས་གཅིག་ལ་རོགས་རམ་ཡག་པོ་བྱས། ལྷག་པར་ནད་པ་དང་དམིགས་བསལ་ལྟོ་གོས་ཐོག་དཀའ་ངལ་འཕྲད་པ། རྒྱལ་སྐྱོང་དེ་ལྟ་བུའི་རིགས་ལ་ནང་ཚགས་གཅིག་གིས་གཅིག་ལ་རོགས་ཕན་དང་ལྟ་རྟོག་ཡག་པོ་བྱེད་དགོས། ནད་པ་དང་སྐྱོ་པོ་ཉམ་ཐག་དཀའ་ངལ་འཕྲད་མཁན་ལ་རོགས་ཕན་བྱས་ན་བསོད་ནམས་ཆེན་པོ་གསོག་གི་རེད། ཕར་ཕྱོགས་དེར་མཆོད་འབུལ་ཇི་ཙམ་བྱས་པ་ལས་ཀྱང་མི་སྐྱོ་བོ་ཞིག་ལ་རོགས་ཕན་བྱས་པ་འདི་བསོད་ནམས་ཆེ་བ་དང་ཕན་ཡོན་ཆེ་བ་ཡོད། སངས་རྒྱས་བཅོམ་ལྡན་འདས་ཁོ་རང་ལ་ཆ་བཞག་ནའང་དགེ་སློང་ནད་པ་ཧ་ཅང་གི་སྐྱོ་བོ་གཟུགས་པོའི་སྟེང་བཙོག་པོ་དགོས་པ་ཞིག་ལ་གཞན་དག་གི་རོགས་ཕན་བྱེད་མཁན་མ་བྱུང་བའི་སྐབས་ལ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས་དགེ་སློང་ནད་པ་དེའི་ལུས་བཀྲུས་གཙང་མ་བཟོས་པ་སོགས་གནང་བ་དེ་ལྟར་བྱུང་འདུག། དེ་བཞིན་མི་ནད་པའི་ཆེད་དུ་དགེ་འདུན་ལ་ཕུལ་བའི་ཡོ་བྱད་བཙོངས་ཏེ་ནད་པའི་ཐོག་ལ་འགྲོ་སོང་བཏང་ན་འགྲིག་པ་རེད་ཅེས་བཅོམ་ལྡན་འདས་ཀྱིས་གསུངས་འདུག་དེར་བརྟེན་སྐྱོ་པོ་ཉམ་ཐག་ཚོར་རོགས་རམ་བྱེད་རྒྱུ་དེ་ཤིན་ཏུ་གལ་ཆེན་པོ་ཡིན། ང་རང་ཚོ་མི་ཁ་ཤས་ཀྱིས་གཤིས་ཀར་མི་ཀྲོག་ཀྲོག་བྱེད་མཁན་ཞིག་མཐོང་ན་དེ་ལ་མཁས་པོ་བྱེད་པ་དང་མི་སྐྱོ་པོ་ཞིག་མཐོང་ན་དེ་ལ་མཐོང་ཆུང་བྱེད་ཀྱི་ཡོད་པ་དེ་ནང་པའི་ཆོས་དང་ཡོངས་སུ་འགལ་བ་ཡིན། མི་ཇི་ཙམ་གྱིས་སྐྱོ་བོ་དང་ཉམ་ཆུང་ལ་ང་ཚོས་ལྟ་རྟོག་བྱེད་དགོས། དེ་ལ་བརྩི་བཀུར་བྱེད་དགོས། སྤྱིར་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་ཟླ་བ་དང་པོའི་ཚེས་བརྒྱད་ཉིན། རྗེས་པུར་དུ་བོད་མི་བལ་གོས་ཚོང་པར་བསྩལ་བའི་བཀའ་སློབ།